ཀུན་ཤོལ། དེ་ཡང་བརྟག་པ་གཅིག་པོ་དེ་འདྲ་ཅིག་རེད་ཟེར། ཁོ་ཚོས་ལབ་ཀི་ཡོད་ཡིན་ནའི་ད་ལོ། བདུན་བཅུ་གི་སྔོན་ལ། ད་བསྡུར་ཟེར་མཁན་དེ་བརྟག་པ་རེད་མི་འདུག། མི་བརྟག་པ་སྐད་ཅིག་སྐད་ཅིག་བརྒྱུད་འགྲོ་གི་རེད། ཨ་ནི་བསྡུར་དེ་ལ་བསྡུར་ཕྲན་འདུག། དེ་ནི Atom། Sub Atomic Particles། སངས་རྒྱས་བཅོམ་ལྡན་འདས་ཀྱིས་ལོ། ཉིས་སྟོང་དྲུག་བརྒྱ་སྔོན་ལ་ཡང་བསྡུར་དང་བསྡུར་ཕྲན་གསུངས་ཚར་བ་རེད། ང་རང་ཚོ་ནང་ཆོས་ནང་ལ། བོད་ནི་བསྡུར་ཕྲན་བརྒྱད་དང།

ད་རྡོག་སྒྲིལ་ཆེན་པོ་ཞེ་བོ་ཞིག་ཁྱེར་ནས་ཡོང་གི་འདུག་ཟེར་བུ་གུ་དེ། ཁོས་སྐྱེས་མ་ཐག་ནས་རྡོག་སྒྲིལ་དང་མཉམ་དུ་འདུག་ཟེར་བུ་གུ་སྙམ་དུ། དེ་ནི་སྐྱེས་ནས། བྱས་ཙང་བཞེས་ནས་བུ་གུ་གསར་པ་སྦྱང་དགོས་ཡ། དེ་ནི། ཅིག། དེ་ནི་ཡོང་མ་སྲིད་པ་ཅིག་རེད་འདུག་ཟེར། ད་དེ་ཚོ་གསར་པ་རེད་ད་དེ་ཚོ་ནང་ཆོས་དང་མཐུན་པོ་ཆགས་ཀྱི་འདུག་ཨ། དེ་ཡིན་དུས་ད་མདོར་བསྡུ་ན། ང་རང་ཚོ། ནང་པ་སངས་རྒྱས་པའི་ཆོས་དེ། དུས་རབས་ཉི་ཤུ་རྩ་བཞི་པ་དེང་སང་གི་དུས་ཚོད་ལ་ད་སྨན་འདྲ་བོ་ཞིག་ཆགས་ཡོད་རེད་དེ་ང་རང་ཚོ་བོད་ཀྱི་ལུགས་སྲོལ་ལ་ཡང་ཕ་ནོར་མ་ནོར་ཟེར་དུས་དེ་ཅིག་ང་རང་ཚོ་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཤིག་རེད་བ། དེ་ཡིན་དུས་དེ་ང་རང་གི་ལག་ལ་ཡོད་པའི་ནོར་བུ་དེ་ཕ་གཡུག་ནས་ཨ་ནི་ཅིག་ག་ཡིན་གོ། ང་རང་ནོར་བུ་དེ་ད་བུ་མ་གྱོན་ན་གཡུག་བཞག་བ་ཡིན་ན་ཕངས་པོ་རེད་བ། སྤྱི་དང་དེང་དུས་ཀྱི་ཤེས་ཡོན་དང་དེང་དུས་ཀྱི་ཡོན་ཏན་འདི་ཚོ་བྱང་ཁོའི་དེ་དཔལ་མི་སྲིད་གལ་ཆེན་པོ་རེད་དེ་སྙམ་དུ། ང་རང་ཚོ་བོད་ཀྱི་ད་ཆོས་དང་རིག་གཞུང་རྩ་ཆེན་པོ་ཡོད་པ་དེ་སྙམ་དུ་ང་རང་ཚོ་སེམས་ནང་ལ་བཞག། ཉིན་རེ་མི་ཚེ་ནང་ལ་ཉམས་ལེན་བྱེད། དེ་འདྲ་བྱེད་པ་ཡིན་ན། ཨ་ནི་ང་རང་གི་ལས་ཀ་ལ་ཡང་ཕན་ཐོགས་ཡོད་རེད་སློབ་སྦྱོང་ལ་ཡང་ཕན་ཐོགས་ཀྱི་རེད་མི་ཚེའི་མདུན་ལམ་ཡང་ཕན་ཐོགས་ཀྱི་རེད། མི་གཞན་དང་འབྲེལ་བ་ལ་ཡང་ཕན་གྱི་ཡོད་རེད། ང་རང་གི་གཟུགས་པོ་ལ་ཡང་ཕན་གྱི་ཡོད་རེད་ད་དེ་དེང་སང་ཚན་རིག་པ་མང་པོ་ཞིག་གིས་དེ་ལབ་ཀྱི་ཡོད་རེད་དཔེར་ན། གོང་ས་སྐྱབས་མགོན་ཆེན་པོ་གིས་བཀའ་དགོངས་གཞིར་བཞག་བྱས་ནས་དེ་ནས། ཉིས་སྟོང་གཉིས་ནི་དཔེར་ན། ད་ལྟ་སེམས་ཁམས་རིག་པ་ཁོ་ཚོ་གིས་སྒོམ་རྒྱག་མཁན་གྱི་ཀླད་པ་ལ་བརྟག་དཔྱད་བྱས་ཏེ་དུས་ནང་ལ་ང་འཛུལ་ཞུགས་བྱས་ནས་དེ་ནས་བྱེད་འགྲོ་བ་རེད། དེ་ཡིན་ན་ད་ཁོ་ཚོ་ག་རེ་ལབ་ཀྱི་འདུག་ཟེར་ན། དཔེར་ན་ང་རང་གཟུགས་མེད་ལ་ཡ་ལྷན་སྐྱེས་ཀྱི་ཅིག་དགའ་བ་སྐྱེས་པ་སེམས་ཁམས་ཅིག་ཡོད་རེད། དཔེར་ན་མི་ག་ཤེད་པས་སྤྲོ་སྟེ་ཟ་ལངས་བསྡད་མཁན་མི་ག་ཤེད་ག་དུས་ཡིན་ན་སྐྲག་བསྡད་མཁན་མི་ག་ཤེད་ག་དུས་ཡིན་ན་སེམས་གཏད་ཕམ་བསྡད་མཁན་ཅིག་དུ་དེ་བསྒྱུར་བ་བཏང་ཐོས་ག་ལ་ཁག་པོ་རེད། དེ་ལ་ཡ་དཔེ་ཞྭ་དང་སྙན་གྲགས་དང་ལོངས་སྤྱོད་དང་ག་རེ་བྱུང་ན་ཡིན་དེ་བསྒྱུར་བ་བཏང་ཐུག་མི་འདུག་དཔེར་ན་རྒྱན་ཤོག་ཅིག་ཐོགས་པ་ཡིན་ན་ལོ་ཐོ་རེད། ཨ་རིག་གི་ས་ཡ་བདུན་ཅུ་གྱ་བཅུ་ཞིག་ཐོབ་དགོས་ར་བ། དེ་ཐོབ་ན་ཡང། ཨ་ནི་ཁོ་སེམས་པ་སྐྱིད་པོ་སྟེ་ཅིག་ཆགས། དེ་ནས་ལམ་སང་མ། ཟླ་བ་གཉིས་གསུམ་ནང་ལ་དཔེར་ན་སེམས་པ་དེ་ཅིག་སྐྱོ་ལྷང་ངེ་འདྲ་བྱོས་ན། ཡང་འདི་སྐྱོ་ལྷང་ངེ་ནང་ལ་མ་ལྷུང་འགྲོ་གི་རེད། ད་ཡིན་ན་སྒོམ་རྒྱག་པ་ཡིན་ན། དཔེར་ན་དབུགས་ལ་བརྟེན་ནས་བསྒོམ་བྱ་ཡ་རེད། ཡིད་བདེ་བྱེད་ཡ་རེད་སྒྲ་སྙན་ལ་སོགས་པ་ཞི་གནས་ཀྱི་དུས་སུ་བསྒོམ། བྱམས་པ་དང་སྙིང་རྗེ་དང། ལྷག་མཐོང་དུས་སུ་བསྒོམ་པ་ཡིན་ན། ཨ་ནི་མི་དེ་སྒོམ་མ་རྒྱབ་པ་ཡིན་ན་ཡང་སེམས་པ་སྐྱིད་པོ་ཆགས་ཡ་དང། ཨ་ནི་བདག་གིས་དཔེར་ན་སེམས་སྐྱོ་ལྷང་ངེ་ཡོད་པ་དེ་རྦད་དེ་མི་ཚེ་ནང་ལ་ཡ་བྱེད་པོ་རྒྱབ་ཐུབ་ཀྱི་འདུག་ཟེར་ནས་ལབ་ཀྱི་ཡོད་རེད། ད་དེ་སྒོམ་བརྒྱབ་པ་མ་ནང་ཆོས་ཀྱི་ཉམས་ལེན་བྱས་ནས། སློབ་སྦྱོང་བྱས་དང་སྒོམ་བརྒྱབ་རྣམས་མ་གཏོགས། གཞན། ང་རང་ཚོ་གི་ཆེད་ཀྱི་དངོས་པོ་གང་གི་ཡང་འདི་འགྱུར་བ་བཏང་ཐུབ་ཀྱི་ཡོད་མ་རེད། འོ། དེ་ནས་ནི་ད་ང་ཚོ་ད། ད་ལིང་ངས་ཤེས་མདོར་བསྡུས་དེ་འདྲ་ཞིག་བྱས། ཨ་ནི་ང་ཚོ་སྒོམ་མདོར་བསྡུས་ཞིག་བརྒྱབ་པ་ཡིན་ན།

བདག་དང་པོ་སྐུ་གཟུགས་དྲང་པོ་ཅན་བཞུགས། སེམས་དཔའ་ལྷོད་ལྷོད་ཅན་གཟུགས་པོ། གཟུགས་པོ་དེ་ཚོར་ཙམ་གནང་རོགས་གནང། དཔེར་ན་གཟུགས་པོ་ནང་ཡོད་པའི་ལྗིད་ཁོག་དང། ཡང་ན་ཅིག་ལུས་དེ་ཚ་བ་དང། རྣམ་ལྕེ་ཚ་བོ་གྲང་མོ་ག་རེ་ཡོད་ན་ཚོར་བ། ལུས་ཀྱི་ཚོར་བ་དེ་ཚོར་ཙམ་མྱོང་ཙམ་ཅན་བཞུགས་རོགས་གནང།

ཡ་དེ་ནས་བདག་དེ་འདྲའི་སེམས་རྣམས་ལ་མ་གནས་ཏེ་དྲང་ཐུབ་པ་ཡིན་ན

མ་གནས་ཏེ་རྗེས་སོང་བ་ཡང་མ་ཡིན་པར་མ་གནས་ཏེ་དྲན་ཙམ་དྲན་ཙམ་བྱས་ནས་དེ་ལས་སྣང། ཉི་མ་རེ་ལ་སྐར་མ་ལྔ་སོགས་བསྒོམ་ཐུབ་ན། དཔེ་ཕན་ཐོགས་ཆེན་པོ་ཡོད་རེད་དེ་ནི་སེམས་ལ་ཡང་ཕན་གཟུགས་པོ་ལ་ཡང་ཕན། ཨ་སྡིག་པ་སྒྲིབ་པ་ཡང་བྱང་བསོད་ནམས་ཀྱི་ཚོགས་ཡང་རྫོགས། ཨ་མ་ནི་བགྲང་ཡས་ཀྱི་ཕན་ཐོགས་རྒྱ་ཆེན་པོ་ཡང་ཡོང་གི་རེད། ལགས་སོ་ཐུགས་རྗེ་ཆེ་དེ་ནི་ང་ད་ལན་མ་བཤད་དེ་ཙམ་གྱིས་བྱ་ཡིན། རིན་པོ་ཆེ།
རིན་པོ་ཆེ་ཐུགས་རྗེ་ཆེ་ཞེས་བྱས། ཨ་ནི། ད་ད་ལྟ་ཕལ་ཆེར་དྲ་རྒྱ་ཁག་ནས་ད་འདི་བ་ལ་ཡང་དྲི་བ་འདི་འདྲ་ཡོད་ན་ཁ་ཐུག་འདུག་ཞེས་བྱས་ཨ་ནི་དྲ་རྒྱ་ཁག་ནས་ཁུ་ཁུ་བཏང་ཤག་རོ་ཅིག་དེ་བརྙན་ལ་ཨ་ནི་ངས་ཀྱི་ད་ད་དྲི་བ་ཅིག་ཕུལ་ཆོག་པ་ཅིག་རིན་པོ་ཆེ། ཨ་ནི་ད་ད་ད་རིན་པོ་ཆེ་གིས་ཨ་ནི་སྒོམ་དེ་དངོས་གནས་ཚིག་རེད་ད་ང་ཚོ་གི་དེ་གིས་དམིགས་བསལ་གྱི་ད་ད་དེང་སང་གི་ད་ང་ཚོ་གི། འདི་རྩིས་ལ་མེད་ཀྱང་ད་འཚོ་བ་སྐྱེལ་སྟངས་དེ་གཅིག་གྲོང་ཁྱེར་གྱི་འཚོ་བ་དེ་ད་ཤུགས་ཆེ་རུ་ཆེ་རུ་འགྲོ་གི་ཡོད་དུས་རྩམ་པ་ཨ་ནི་མང་པོ་ཞིག་འུ་ཅིག་ཨ་ནི་ཨེ་ཅིག་ལས་ཀ་གྱིས་དང་ཨིན་ཇི་ཀྱེ་ལ་ནི་ཕེར་ཤེར་ལ་བོ་རག་བལ་གྱི་ལས་ཀ་གྱིས་ཅིག་རྡོག་བྲིས་ཨ་ནི་དེ་ནས་དག་ནང་ཞིག་ནས་ཡང་ཅིག་སེམས་པ་ལ་ཡང་ཅིག་ག་ལ་བོ་རེ་ཅིག་ནི་མ་སྐྱིད་པ་གིས་དེ་འདྲས་མང་པོ་ཞུ་ཀྱི་ཡོད་པའི་དུས་ཚོད་ནི་བྲེལ་བ་ཚ་པོ་དེ་འདྲས་ཅིག་ནི་མི་མང་པོ་ཞིག་དམིགས་བསལ་གྱིས་ད་ད་ལྟ་ང་ཚོའི་བོད་པ་གི་ནང་པོ་བས་ནི་ད་མང་པོ་ཅིག་ད་རྒྱ་གར་དང་བལ་ཡུལ་ལ་སོགས་པ་ནས་ཕར་ལ་ནུབ་ཕྱོགས་ཀྱི་ལུང་པ་དང་ཕར་ཕྱིན་ད་མང་པོ་ཅིག་གིས་ང་རང་གི་རོགས་པ་མང་པོ་ཅིག་གིས་སྐད་ཆ་དེ་འདྲས་བྱུང་སོང་ནི་ཁོ་ཚོ་དེ་ཨིན་ཇི་སྐད་ལབ་ནི་ག་རེ་སོ Lonely in the middle of crowds འདུག་འདུག་བ་དེ་འདྲས་ཀྱི་ཚོར་བ་དེ་འདྲས་ཤུགས་ཆེར་ཆེར་འདུག་འདུག་དེ་འདྲའི་སྐུ་དེ་ཨ་རིན་པོ་ཆེ་གིས་ཨ་ནི་ག་འདྲས་གནང་དགོས་མེད་ག་འདྲས་གནང་དགོས་མེད་ལ་སོགས། རེད་ད། སྤྱི་བཏང་གི་ནམ་རྒྱུན་ང་རང་ཚོ་དེང་སང་དུས་ཚོད་ལ་ཡ། སེམས་ཀྱི་དཀའ་ངལ་མང་པོ་ཡོད་རེད་དཔེར་ན། Depression ཞེས་པ་ཅིག་སེམས་ཕམ་ནས་བསྡད་དེ་ག་འདྲ་འདྲ་བོ། དེ་ནས་ད། Panic Attack ཞེས་པའི་ད་རྔམ་སྐྲག་གི་དཔེར་བཟོད་མི་ཐུབ་པ་ཅན་དེ་འདྲའི་དཀའ་ངལ་ཡང་ཡལ་འདྲ་བོ་དང། དེ་ནས་སེམས་པ་སྐྱོ་བསྡད་དང་དེ་འདྲ་མང་པོ་བྱུང་རེད་དེའི་ནང་ནས།

ད་ལྟ་ང་རང་ཚོ་འདྲ་བ་དང། རྗེས་སུ་ཡི་རང་གོ་མེད་ཅིག་ཉམས་ལེན་ཞོར་རེད། ང་ནི་ང་རང་ཚོའི་དྲན་ཐོས་མེད་པ་ཞིག་ཡིན་ན་ནི་དྲན་པ་གཉིས་ཀྱི་དྲ་བ་སོང་སྟེ་དྲ་བ་ཟེར་དུས། དེ་ནི་ང་རང་གི་མི་ཚེ་ནང་ལ་ཡང་ལེགས་ཆ་དང། ཡོན་ཏན་དང། དེ་རིང་ག་རེ་ཚོས་ན་ཡིད་ལ་དྲ་བ་གོ་མེད། དཔེར་ན་ང་རང་ཚོ་ནང་ཆོས་ནང་ནས་ཉམས་ལེན་བྱས་འོང་དུས་དང་པོ

ཁོས་དེ་ཚོ་ལ་དགའ་བ་སྤྲོ་བར་བསྒོམ། ཨ། དེ་རིང་ངས་ཁ་ལག་བཟོས་ཡིན་ཁོ་ཡག་པོ་སྐྱོང་སོང་བསམ་ནས་དགའ་བ་སྤྲོ་བར་བསྒོམ། ད་ཁ་ལག་བཟོས་ནས་བཟའ་ཚར་ཏེ་ཁ་ལུད་སྤྲོད་ཚར་བའི་རོ་ཨོ། ཁ་ལུད་སྤྲོད་ཐུབ་སོང་བསམ་ནས་དགའ་བ་བསྒོམ། ཆུང་ཆུང་ཆུང་ཆུང་ཅིག་ལ་དགའ་བ་བསྒོམ་དགོས་རེད་གསུང་བ་རེད། ཡིན་ན་ཡང་ང་རང་ཚོ་ནམ་རྒྱུན་ཆུང་ཆུང་ཆུང་ཆུང་རེད་བསམ་གི་ཡོད་རེད་དོན་ལ། ཨོ་ནི། མ་ཤི་བ་དེ་ཡག་པོ་རེད་བ་ད་ལྟ་བར་དུ་འཇུག་མ་རེད་བ། དེ་ཡིན་ད་ལྟ་འདི་འདྲའི་ཆེད་ནས་དགའ་བ་གསུམ་ཙམ་གྱིས་གོམས་ན་འགྲིག་གི་རེད་ཉི་མ་རེ་རེ་ལ། ང། མ་ཤེས་ནས་གསོན་པོར་གནས་པ་ལ་དགའ་བ་ཅི་ཡོད་དམ། ཨོ། ངས་མགོ་ཐོག་ལ་ཐོག་ཅིག་འདུག་བ། ད་ལྟ་ང་ལམ་ཁ་སྐྱིད་པོ་ལ་ཡ་ཆར་བ་ནང་ལ་བསྡད་མ་དགོས་ཙམ་གྱི་མགོ་ལ་ཐོག་ཅིག་འདུག་བ། དེ་ལ་དགའ་བ་ཅི་ཡོད་དམ། ང་ལ་ཡ་ཕ་མའམ་གྲོགས་པོ་འབྲོག་མོ། ཤུན་ལྕགས་དེ་འདྲ་ཡོད་བ། ཟེར་ནས་དགའ་བ་ཞིག་བྱུང། དེ་ནས་ག་ལེ་ག་ལེ། དཔེར་ན། སངས་རྒྱས་དོན་བདེ་ཆེ་གསུང་བསྟན་པ་གནས་སུ་ད་ང་རང་ཚོ། བོད་པ་དེ་ཚོ་མང་ཆེ་ནང་པ་སངས་རྒྱས་དེ་རྗེས་འཇུག་ཡིན་པ་ག་བ་སྒོམ་སངས་རྒྱས་ཀྱི་ཆོས་གང་ལ་གང་འཚམ་ཅིག་དོ་སྣང་ཡོད་པ་ལ་ག་བ་སྒོམ་ལགས་སོ། བ་ད་འདི་འདྲའི་བྱེད་བྱེད་ཐུབ་པ་ཡིན་ན་དེ། Loneliness། གཅིག་རྐྱང་ཡིན་པའི་ཚོར་བ་དེ་ག་ལེ་ག་ལེ་ཞི་འགྲོ་གི་རེད།

ཐག་རིང་དུ་རིང་དུ་འགྲོ་ཉེན་འདྲ། ཨ་ནི། ང་ཡིན་ན་ད་ལྟ་དེ་ད་རེས་རིན་པོ་ཆེ་གི་བཀའ་སློབ་ཀྱི་གོ་སྐབས་དེ་བརྒྱུད་ཅེས་རིན་པོ་ཆེ་གི་འཁྲུངས་ཡུལ་ད་ལྟ་ཨ་ནི། ནུབ་རིགས་ཀྱི་དེ་བརྒྱུད་དོ་བི་ཏྲོ་དཔེ་མང་པོ་དང་དམིགས་བསལ་གྱི་རིན་པོ་ཆེ་སྙེ་མ་འདི་ག་རེད། དེ་ལ། ཉིས་སྟོང་བཅུ་གཅིག་ལོར་འདུག་ཤེས་ཀྱི་ཨ་ནི། རྣལ་འབྱོར་གྱི་དེ་མ་ནང་ཉིད་ལ་ནུབ་རིགས་འཕེལ་འཁྱོག་གི་དམིགས་བསལ་བི་ཏྲོ་དེ་ནང་ད་དུས་ད་ང་ཡིན་ན་བོད་ལ་སྐྱེས་འཁྱོག་ཡིན་དུས་བསམ་པ་དེ། ས་བཅད་དེ་ཚོ་ཅིག་བོད་ཀྱི་ས་བཅད་དང་འདྲ་བོ་བྱེད་ཨ་ནི་དམིགས་བསལ་གྱིས་ནུབ་རིགས་ས་བཅད་དུ་ཡང་བོད་ལས་ཡིན་ན་ཡང་ཅིག་རྒྱ་ནག་གིས་དེ་དབང་བསྒྱུར་སླད་ནས་ཅིག་ཟླ་བཞི་བོ་ཅིག་རིག་གནས་ས་བཅད་དང་འབྲེལ་བ་ཅིག་འགྱུར་བ་བཞི་བོ་བྱུང་དང་ཡང་ཅིག་ནུབ་རིགས་དང་ཡང་ན་གལ་སྲིད་ད་བོད་དེ་སྙེ་མ་ཅིག་སོ་སོའི་གི་ས་བཅད་རང་ཅག་རིགས་ལྡན་དེ་འདྲས་ཅིག་ཡོང་སྲིད་རེད་ཨ་བསམ་ཅིག་དགའ་བ་སྒོམ་དགོས་རེད་ཅིག་ས་བཅད་དངོས་གནས་ཅིག་བྱིན་གྱིས་བརླབས་པ་བཞི་བོ་ཅིག་འདུག་རོགས་ད་རིན་པོ་ཆེ་གིས་ད་ཐུགས་ངུས་དེ་འདྲས་ཅིག་ཨ་ནི་སོ་སོའི་གི་ནང་མི་རིགས་དེ་གས་ཚང་མ་ཧ་གོ་བོ་ཅིག་ད་དེ་ནས་ང་གཅིག་བར་གསུམ་ད་འཛམ་བུ་གླིང་གི་ས་ཆ་མང་པོ་ཞིག་གཟིགས་གནང་ཨ་ནི་ཅིག་མཐོང་ཐོས་མྱོང་གསུམ་བྱུང་རྗེས་ད་འདི་གའི་གཟིགས་གནང་འདི་ཙམ་ལ་ད་ད་ནང་ང་ཚོའི་གི་མི་རབས་གསར་པ་དེ་ཚོ་ད་སུ་སུ་གི་བོད་བོད་ཀྱི་ད་ཅིག་རུད་ལབ་རོ་དེ་ནས་ཅིག་ག་འདྲའི་རབ་ཅིག་ཐོག་ལ་འདི་བར་འགྲོའི་གཟིགས་གནང་གི་འདུག་ཡང་དེ་ནས་ཅིག་ང་ཚོའི་གི་ལེགས་སྤེལ་ཉེས་འགོག་དེ་འདྲའི་ག་རེ་གནང་དགོས་དེ་འདྲའི་འདུག། དེ་ད་དཔེར་ན་དེང་དུས་འཛམ་བུ་གླིང་གི་མི་མང་ཆེ་བ་ཅིག་ང་རང་གི་རིག་གཞུང་སྲུང་སྐྱོབ་བཅས་དང། Spiritual། སྲུང་སྐྱོབ་བཅས་དཔེ་མི་གཟིགས་རྩ་ཆེན་པོ་གལ་ཆེན་པོ་བརྩིགས་ཡོད་དེ་ཐོག་ལ་ཡང་གྲོས་ཚོགས་མང་པོ་བཏང་གི་ཡོད་རེད་དེ་ཐོག་ལ་ཡང་རྒྱལ་ཁབ་དང་མི་སྒེར་དང་མང་པོ་གཅིག་ཤུགས་རྒྱག་གི་ཡོད་རེད་དེ་ནི་ང་རང་ཚོ་བོད་འདྲ་བོ་ཆགས་བཞག་པ་ཡིན་ན་ད་ལྟ་བོད་ཀྱི་གཅིག་ཆོད་དང་རིག་གཞུང་གི་འཛམ་བུ་གླིང་ནང་དངོས་གནས་གསོན་ཉམས་ལྡན་པ་གནས་ཐུབ་མཁན་དེ་དཀོན་པོ་རེད་ཟེར་ནས་བཤད་གི་ཡོད་རེད་དེ་ཡིན་དུ་འདི་ནི་ད་ལྟ་བར་དུ་ཧ་ལམ་ཉམས་ཡོད་མ་རེད། ད་ཡིན་ནའང་ད་ལན་ནི་ང་རང་ཚོ་གི་མི་རབས་འདི་ལ་ཡང་ཉེན་ཁ་ཆེན་པོ་ཐུག་ཡོད་རེད་ད། ཡར་འགྲོ་མར་འགྲོ་ས་མཚམས་སུ་བོད་ལ་བཤད་པ་ནང་བཞིན་དེ་ང་རང་ཚོ་ལྷག་པར་དུ་གཞོན་སྐྱེས་དེ་ཚོ་དཀའ་ལས་བརྒྱབ་ནས་ཤུགས་བརྒྱབ་ནས་དེ་བྱས་དེ་ཁག་ཆེན་པོ་རེད། ག་རེ་ཟེར་ན། དེ་ང་རང་ཚོ་བོད་ཀྱི་ཆོས་དང་རིག་གཞུང་དེ་ཡང་རིག་གཞུང་ཁ་ཤས་དོན་དག་མེད་རྒྱོ་ཕན་མེད་ཐོག་རྒྱོ་སྤྱི་ཚོགས་ལ་ཕན་མ་ཐོག་ང་རང་སྒེར་ལ་ཕན་མ་ཐོག་པ་དེ་འདྲ་ཡོད་རེད་བ་དེ་འདྲ་མ་རེད་དངོས་གནས་དྲང་གནས་གཅིག་བདག་གིས་གོང་དུ་ཞུས་པ་ནང་བཞིན་སེམས་ཁམས་ལ་ཡང་མཐོང་རྐྱེན་ཨ་ནི་གཅིག་ནང་སེམས་ལ་བཞི་སྟེ་ཡང་ཡང་ལ་ཕན་པ། མི་ཚེ་དོན་གཉེར་ལྡན་པ་ལ་ཕན་པ། ཨ་ནི་གཅིག་ང་རང་གི་ལས་ཀ་དང། འབྲེལ་ལམ་དང་སློབ་སྦྱོང་དང་ཆ་ཚང་ལ་ཕན་ཐོགས་མཁན་འདི་འདྲ་ཞིག་ཡིན་པ་རེད། ནོར་བུ་གྲོགས་ཟེར། དེ་ཡིན་དུ་དཔེ་བཞག་ན་ང་གི་གྲོགས་པོ་ཞིག་ཁོ་སྔོན་མ་ང་ཚོ་བལ་ཡུལ་ལ་མཉམ་དུ་བསྡད་རེད་དགོན་པ

ད་ད་ལྟ་ཁོ་ཚོ་བལ་བསྡད་གི་འདུག་དེ་ཡིན་དུས། དེ་ནས་འཛམ་བུ་གླིང་ལ་ཡ Architecture དང Engineer དང་དང་མང་པོ་ཡོད་རེད་ཡིན་ན་ཡང། བོད་ཀྱི་ཆོས་དང་རིག་གཞུང་ཐུན་མོང་མ་ཡིན་པ་འཛིན་སྐྱོང་བྱེད་མཁན་དཔེ་མི་ཚད་ཉུང་ཉུང་རེད། ད་ནི་དེའི་ཆོས་དང་རིག་གཞུང་དེ་གི་ཡང་དེང་དུས་ཀྱི་ལས་དང་བྱ་བ་ལ་ཡང་ཕན་ཐོགས་ཡོད་རེད་མ་གཏོགས་གནོད་བསྐྱལ་ཡོད་རེད་མ་གཏོགས། དེ་ནས་ཡིན་དུས་ནོར་བུ་རང་ལག་ལ་ཡོད་པ་དེ་ང་རང་ཚོ་གི་ངོ་ཤེས་ནས་བདག་པོ་བྱས་ཏེ་ད་ཐོན་ཐུབ།
ཐུགས་རྗེ་ཆེ་རིན་པོ་ཆེ་ཨ་ནི་རིན་པོ་ཆེ་གི་ད་ག་རེ་གསུངས་སོང་ན་ནི་དམིགས་བསལ་གི་ད་ད་ནང་ང་ཚོའི་གི་མི་རབས་ལ་ནི་མི་ཐོག་དེ་ཚོ་ད་བོད་གི་ད་ཆོས་དང་རིག་གཞུང་དེ་གས་སྲུང་སྐྱོབ་བྱེད་ད་དམིགས་བསལ་གི་ལས་འགན་དང་ཨ་ནི་དེ་གི་ཡང་ཅིག་དེ་ཅིག་སྲུང་སྐྱོབ་དེ་ཞེན་ཁོག་ཙམ་མིན་པ་ལ་ཨ་ནི་ཅིག་ད་དེ་འགྲོ་བ་མི་སྤྱི་ཡོངས་ལ་ཕན་པོ་ཅིག་ཡོད་དུས་ཙམ་པ་ད་ད་ག་ཚིག་ཅིག་གི་ལ་གས་ཆེན་པོ་ཡིན་པའི་ཡིན་རབས་གསུངས་མི་ཤེས་ཨ་ནི་དེ་གསུངས་མི་ཤེས་ཨ་ནི་དེ་ལ་མཉམ་དུ་ལ་དེ་འཐུས་པ་ཅིག་ལ་ད་ད་ད་ད་ལྟའི་ཆ་ལ་ཨ་ནི་ང་ཚོ་ལ་དཀའ་ཉེན་ཡང་ཞན་པོ་དེ་བས་ཀྱང་ནས་ཆེ་ཤོས་ཅིག་ད། ད་ནང་ང་རང་ཚོའི་རྒྱ་བལ་འབྲུག་གསུམ་ལ་སོགས་ད་ཕྱི་རྒྱལ་ལ་ད་རང་དབང་ཅན་གྱི་ལུང་པ་ཞུ་ཡུལ་རྣམ་པ་ཚོ་ཡིན་ན་ཡང་དེའི་ཅིག། སོ་སོའི་འཚོ་བ་དང་ཕྱི་ལོགས་ཀྱི་མཐུན་རྐྱེན་གྱི་ཐད་ཀ་རེ་ཤུགས་རྐྱེན་ཞུ་བྱས་ན་ཡང་བོད་སྐད་ཡིག་དང་རིག་གཞུང་ལ་ཨ་ནི་ཅིག་ཡང་ཅིག་ཞེ་དྲག་ཅིག་ད་ག་ལ་འོ་རེད། སྦྱང་བརྩོན་དང་བེད་སྤྱོད་ཀྱི་དཀའ་ཉེན་ཅིག་འཕྲད་ད་བོད་ནང་ལོག་ལེ་ན་ཡང་གཅིག་གི་གཞུང་གི་སྲིད་ཇུས་ཀྱི་ཨ་ན་དམིགས་བསལ་ཉི་མ་ཡེ་ནས་ད་བོད་ནང་ལ་ད་ད་ལབ་སྒྲ་ད་ང་ཚོའི་ལབ་ནས high school ལབ་རོགས་འཛིན་གྲྭ་བཅུ་གཉིས་ཀྱི་ད་ཡིག་རྒྱུགས་ནས་ན་བོད་ཡིག་འཇིག་མི་འཇིག་ད་འགོར་བ་ད་ད་ལོ་ནས་བྱེད་ཅིང་ད་ང་ཚོའི་གི་སྐད་ཡིག་དེ་ཚོ་ཅིག་ད་རེ་གདམ་སྲིད་ད optional ནང་དུ་བཞག་ཅིང་ད་རིམ་པས་རིམ་པས་ད་ཅིག་དང་པོའི་གི་ནང་ཆོས་ཀྱི་ད་གཅིག་གི་ང་རང་ཚོའི་གི་རྩ་བོ་ཟིམ་ཟིམ་མ་ཟིག་སྐད་དང་ཡི་གེ་དེ་ད་དངོས་གནས་གཅིག་ད་འདྲ་པོ་དེ་ལས་རྒྱུད་འབྱུང་མ་ཡོང་སྙམ་དུ་ད་གཅིག་ཉེན་ཁ་ཆེ་ཟིག་དོན་ཨ་དེ་ལ་རིན་པོ་ཆེ་སྐུ་ཅི་ཡང་དེའི་ཁ་དེའི་ཐོག་ལ་གཞོན་སྐྱེས་ཚོ་ལ་ཡང་དེའི་ལ་དཔག་གི་གི་བཀའ་སློབ་ཅི་གནང་འདོད་གནང་སུ་ཡོད། ད་གལ་ཆེ་ཤོས་དེ་ང་རང་ཚོ་ཆ་ཚང་གི་ང་རང་ཚོ་སྒེར་གི་ཐོག་ནས་སེམས་ནང་ལ་བཞག་ཕ་མ་ཡིན་ན་ཡང་སྤུ་གུ་ལ་ཡ།

གང་ཐུབ་ཐུབ་བྱས་ནས་སྦྱངས་ཡས་དང། ཨ་ནི་ཉམས་ལེན་བྱས་ཏེ་ག་ཆེན་པོ་རེད་ཨ་ནི་སྤུ་གུ་ལ་ཡང་དངོས་གནས་ཅིག་ཡང་ན་ལོ་རྒྱུས། ཡང་ན་ང་རང་གི་ཉམས་མྱོང་དཔེར་བ། མ་བཀའ་གནང་བ་འདྲ་བོ་མ་ཡིན་པ། ཨ་ནི་དེ་ག་ནང་བཞིན་སྤུ་གུ་ཡང་གོ་སྐབས་བྱུང་ན་དེང་སང་དུས་ཚོད་ལ་ཡ། དེ་འདྲས་ཀྱི་སློབ་སྦྱོང་བྱེད་ས་ཀི་ཏི་ནི་དང་ཡང་ཅིག་སྐབས་རེ། དཔེར་ན་ས་སྟོན་པ་ཉི་མ་ཕྱི་རྒྱ་འདྲ་བོ་ཡིན་ན་དེ་འདྲས

ཨ་ནེ་མུ་མཐུད་ནས་ཕྱོགས་ག་བར་བགྲོད་ན་ཡང། རང་གི་ཆོས་དང་རིག་གཞུང་ལ་གཅེས་ནོར་གྱིས་ནས་བཟུང་ཐུབ་པ་ཡིན་ན། ཨ་ནེ་དེ་ཕན་ཐོགས་ཆེན་པོ་ཆགས་པའི་རྐྱེན་རེད། ལ་ཟེར་ལ། འདི་ནས་དེའི་བརྗོད་ཀྱི་དྲི་བ་དེ་དྲ་རྒྱ་གང་ནས་བསྐུལ་གནང་ཞེས་དྲི་བ་འདི་ང་ལ་དུ་འདུག་འདིའི་དྲི་བ་དེ་གཅིག་པུ་གཅིག་རྐྱང་རོགས་པ་དེ་འདྲས་དེ་རིན་པོ་ཆེ་གི་དམིགས་བསལ་ཉིས་སྟོང་བཅུ་དགུ་གི་དེབ་དང་དང་དེ་ལྟ་དེབ་འདི་ན་མང་ཆེ་རིན་པོ་ཆེ་ལྟ་དེ་ལོ་བཞིའི་རིམ་པའི་ཨ་ནེ་ཡི་རྣལ་འབྱོར་པ་གྱི་ངེས་ཚིག་དང་འབྲེལ་བ་ཡོད་པས་དེ་རྣམས་གསུངས་པ། དེ་རྣམས་ལ་ག་རེ་གསུངས་ཤེ་ན་རིན་པོ་ཆེ། དགུང་ལོ་བཅུ་དང་ལྷག་སྟེ་ཆུང་ཆུང་དང་འདྲ་གོ་ཐོས་ལ་ཨ་ནི་དེ་ཨིན་ཇི་སྐད་ལབ་ན་ཨ་མཛའ་ཡིག་ཅིག་ལབ་རོགས། འོན་འདི་ཡིག་ཀྱང་དེ་འདྲའི་དཀའ་སྙིང་ཡོད་པའི་སྐོར་གསུངས་ཤར་རོ། ཨ་དེ་འདྲའི་དེང་སང་ཕལ་ཆེར་མི་རབས་གསར་པ་དེ་ཚོ་མང་དུ་མང་དུ་འགྲོ་གི་ཡོད་སྲིད་ཨ་རིན་པོ་ཆེ་ཁྱེད་འདྲ་གི་ད་སོ་སོའི་གི་མི་ཟིན་མྱོང་བ་རྣམས་དེ་ཡིག་ད་ཅིག་ག་འདྲས་བཤད་བྱས་ནས་ཨ་ནི་ཅིག་ག་རེ་ཁ་བརྡའི་བཅའ་བ་ལབ་རོགས་དེ་ཨ་ག་འདྲས་བཤད་བྱས་ཨ་ནི་གསལ་ཐུབ་ཡོད་ན་དེ་གང་ལ་གསུངས་པ་ན་གསུངས། ད་རྔམ་དྲག Panic Attack ཟེར་བ་རྔམ་དྲག་གི་ན་ཚ་དེ་ཆུང་ཆུང་ང་ཆུང་ཆུང་ལོ་བདུན་གྱི་དེ་འདྲ་དེ་སྐབས་ནས་འགོ་བཙུགས་རེད་ཨ་ནི་ལོ་དགུ་སུ་རེད་དུས་དཔལ་ཤུགས་ཆེན་པོ་ཆགས་ནས་སྙིང་ལྟར་མི་སྲིད་སྙིང་འཕར་བསྡད་ཡས་དང་ཨ་ནི་དེ་སྐད་གདམ་དགོས་ཡས་མགྲིན་པ་དེ་འགག་ཨ་ནི་སེམས་ནང་ལ་སྒྲ་མི་རེ་དྲན་མཚན་ལ་སྙིང་མ་ཁུག་རྔུལ་ནག་རྒྱབ་དཔལ་རྔམ་དྲག་ཤུགས་ཆེན་པོ་ཆགས་ཡོད་རེད་དེ་ནི་དེ་སྐབས་ལ་ང་གི་དང་པོ་ག་རེ་དྲན་པ་རེད་ཟེར་ན་ངའི་སྙིང་གི་ན་ཚ་ཡིན་གྱི་རེད་དྲན་སོང་ཨ། དེ་ནས་ཨ་མར་ལབ་པ་ཡིན། སྨྲེ་སྔགས་ཆེན་པོ་ལ་འགྲོ་ནས་སྙིང་ལྟག་ཅེར་བཏང་དགོས་ཀྱི་འདུག་ཟེར་ལབ་པར། ཁོ་ཚོས་དགའ་ང་ཁྱེད་རང་སྙིང་ལ་སྐྱོན་གང་ཡང་མི་འདུག་ཟེར་གི་འདུག་རྗེས་མ། ཨོ་ད་འདི་རྔམ་སྟག་གི་ན་བཟའ་རེད་ཟེར་དེ་ནས་ངའི་པ་ལ་ཀྲུའུ་ཀོ་རྒྱན་རིན་པོ་ཆེ་ཁོང་གི་རྩ་ནས་ལོ་དགུར་ངའི་ལུས་སྒུར་ཙམ་རེད། དེ་ནས་སྒོམ་ཁྲིད་ཞུ་བ་རེད། ད་སྒོམ་ཁྲིད་དེ་གི་ཞེའུ་ཅིག་ཕན་ཐོགས་ཡོད་རེད་ད་དཔེ་བྱ་བ་ཡིན་ན། ངའི་གི་སྒོམ་རྒྱལ་གི། ཐབས་ལམ་དང་པོ་དེ་ཡིད་བཟླས་ཟེར། ཨོ་མ་ནི་པའི་ངག་དབང་ད་ལྟ་ངེས་པའི་མཉམ་དུ་འདོན་པར་བ། འདིས་དང་པོ་བསྒོམ་པར་བཏབ་པས་ན་རྔམ་སྒྲ་ན་ཚ་ཡོངས་འདུས། དེ་ནས་རྔམ་སྒྲ་ན་ཚ་དེ་ཡོང་ན་ཡང་ཡོང་བཅུག་འགྲོ་ན་ཡང་འགྲོ་བཅུག་ཡིན་ན་ཡང། སེམས་དེ་ཨོ་མ་ནི་པའི་ངག་ཨོ་མ་ནི་ངག་སེམས་རྣམས་ལ་དྲངས་ཐུབ་པ་ཡིན་ན་ཕན་ཐོགས་ཡོད། དེ་ནས་སྐབས་འགར་དབུགས་ལ་སེམས་ལྡན་རྒྱུ་ཡོད། དེ་ནས་ཁྱེད་རང་རྣམས་པ་ལ།

ཁོ་གཉིས་ལ་ཡང་དབུགས་དང་སེམས་གཉིས་མཉམ་དུ་དྲན་པ། སེམས་དྲན་པ་དེ་གིས་དབུགས་ལ་བཞག་གི་ཡོད། ད་དེ་ལ་དབུགས་ཀྱི་ཞི་གནས་ཟེར། དབུགས་ཀྱི་ཞི་གནས་ཟེར་དུས་དབུགས་དང་སེམས་གཉིས་པོ་དེ་དབུགས་ཡར་འཐེན་དུས་འཐེན་པ་ཡིན་པ་ཧ་གོ་བ། མར་བཏང་དུས་བཏང་བ་ཡིན་པ་ཧ་གོ་བ། ད་དེ་དེ་ལ་ཡང་དབུགས་ཀྱི་སྒོམ་དབུགས་ཀྱི་ཞི་གནས་ཟེར་སོང་བ་རེད། ད་དེ་ལ་སོགས་པ་དེ་ཚོ་སྒོམ། གང་འཐུས་འཐུས་བྱས་དང་པོ་ཉུང་ཉུང་ཉུང་ཉུང་སྒོམ། ཉི་མ་རེར་སྐར་མ་ལྔ་ཟེར་བ་དེ་འགའ་ལས་འགའ་ལས་རིང་རིང་ལ་སོང།

ཐུགས་རྗེ་ཆེ་རིན་པོ་ཆེ་དེ་ནི་དམིགས་བསལ་གྱི་ད་དབུགས་ཀྱི་ཞི་གནས་ལས་ད་མ་གཅིག་སོ་སོའི་གི་མི་ཟིལ་ཀ་གཉིས་ཁྲེལ་ད་དེའི་གི་ཚིག་དེ་ཡིན་ན་ད་ཅིག Science ནང་མ་སོང་གཅིག་བེད་ཁོ་རོ་རོ་ཀེར་སོ་ཡལ་ད་ཅིག Theory ར་ཀྱོ་འདྲ་བོ་ཆགས་སོ་ད་ད་རེས་གི་དེ་ནས་མི་མང་པོ་ཅིག་ལ་དམིགས་བསལ་ཐུགས་རྗེ་ཆེ་ཞུ་ཞེ་ད་དེ་ནས་དེའི་རྗེས་གི་ཡང་དྲ་རྒྱ་གི་དྲི་བ་གཅིག་དྲིས་འདུག་ད་ད་སོ་སོ་ལ་ཨ་ནི་མི་ཁ་ཤས་གི་ཅིག་ཕ་ག་ཚད་ཡག་པོ་བྱས་ནས་ལས་ད་ཅིག་ད་དུང་ཡང་ཅིག་ཚུགས་ལ། དུས་ནས་ལས་ཅིག་ཉག་བཅོལ་བཤད་ཡིན་རབས་ཀྱི་ཨང་ཅིག་དྲག་པོ་དང་བརྙས་བཅོས་བཤད་ཀྱིན་འདུག་དེ་འདྲའི་ཁུ་དུས་ལྟ་ཅིག་སོ་སོའི་ག་འདྲའི་སྲིད་ཀྱི་ཨ་ནེ་ཡིན་ཅིག་གོང་བུ་རེད་ཟེར་བསམ་སྲིད་ལ། ད་ཅི་ད་ང་རང་ཚོ་མི་གཞན་ལ་ཡང་རོགས་པ་བྱས་ལ། ལས་ཤེས་ཟེར་ནས་ལས་ཤེས་ཟེར་དུས་ཞི་བ། དགེ་བ། དབང། དྲག་པོ་ཟེར་ནས་ཤི་དམ་པོ་གསུངས་ཡོད་རོགས།

གོང་ནས་གོང་དུ་འཕེལ་ལ་རྒྱས་པར་བསམ། དབང་ཟེར་དུས་སེམས་རང་དབང་མེད་པར་འཕྲོག་པས་དཔེར་ན་ཁྱེད་རང་ཕ་མ་ཡིན་ན་ཕ་མ་འདི་དཔེ་སྤྱོད་པ་ཡག་པོ། ཕ་མ་འདི་མི་གཞི་བཟང་པོ། ཕ་མ་འདི་ཤེས་ཡོན་ཡོད་པ་དེ་འདྲ་བྱུང་ན་སྤུ་གུ་དེ་ཕ་མ་དེ་ཅེས་ཁ་འདྲ་བོ་ཞིག་མཐོང་གི་རེད་བསམ་ལབ་འགྲོ། ད་དེང་སང་འདི་ཚོ་ལ་ཡང Role Model ཟེར་བའི་དཔེ་ཕན་རྩ་ཆེན་པོ་བརྩིགས་ཡོད་རེད། བྱུང་ཡོད་པ་རེད། དབང་ཟེར་དུས་སེམས་རང་དབང་མེད་པ་ཐོག་འགྲོ་ཡོད་དེ། དྲག་པོ་ཟེར་དུས་ཡང་སྤུ་གུ་སྟེ་ཁྲིམས་འགལ་གྱི་ལས་ཀ་བྱེད་པ་དང། ནི་གཅིག། གཏོར་བཤིག་དང་འདི་འདྲ་བྱས་པ་ཡིན་ན་ནི་འདི་ལ་ད་དེ་ཁྱེད་རང་གི་ད་ག་ཡིན་གོ། ཁྲིམས་སྲུང་དགོས་ཡས་བྱེད་དགོས་ཡས་འདི་འདྲ་རེད་ཟེར་ཏེ་ཐག་བཅད་ནས་ཨ་འདི་ལ་ཡ། ཚང་མ་ཁོ་རང་ནུས་པ་དང་ལྡན་ནས་བསྡད་ཚུལ་ཡ་དེ་ག་ཚོད་མ་ཆགས་ཡོད། དེ་ཡིན་དུས་མི་ལ

ཤེས་རབ་མེད་ན་སྙིང་རྗེ་གཅིག་པུ་གིས་འཛམ་བུ་གླིང་སྐྱབས་ཐུག་མ་རེད་གསུངས་པ་ནང་བཞིན་དེ་འདྲ་བོ་རེད།
ཟེར་རེད་རིན་པོ་ཆེ། ཨ་འདི་ནས་ཡང་དེ་མུ་མཐུད་ཅན་དྲ་རྒྱ་སྒང་གི་དྲི་བ་རེ་བཞག་འདི་ལ། དེ་དྲ་རྒྱ་སྒང་ནས་གཅིག་དེ་གསུངས་བཞག་ཨ་ནི། ཨ་ལས་ཁ་ཐུག་དེ་ཁོ་རང་ལས་དང་པོ་དེ་གསུངས་བཞག་འདི་ད་ལྟ་ང་རང་ཚོས་ཀྱི། དེ་འཛམ་བུ་གླིང་གི་ད་དེ་འབྲེལ་བ་ཚ་པོ་དེའི་ནང་ད་སོ་སོའི་གི་ད balance གི life གཅིག་དགོས་ཡ་ད་སོ་སོའི་བོད་གི་སྐད་དང་རིག་གཞུང་ད་འདི་འདྲས་སྲུང་སྐྱོབ་བྱས་ཡ་བྱས་ཨ་འདི་ནས་ཡང་གཅིག་མཉམ་འགྲོ་ལ་ཡང་གཅིག་སོ་སོའི་གི་གཅིག་ད་ག་ལོག་རེད་ཉི་མ་ཉིན་རེ་འཚོ་བ་གས་འདི་ཚོ་ཡང་བད་གོ་རེ་ཏག་ཏག་ད་ད་འགྲོ་ཐུབ་འདི་འདྲས་གཅིག་ད་རིན་པོ་ཆེ་གི་གཅིག་གཅིག་བཏང་སྙོམས་ར་བ་གཅིག་ཚང་མ་ཡུལ་སྐྱོར་ར་བ་གཅིག་ག་འདྲས་བྱས་རྗེས་ཨ་ནས་གནས་ཐུབ་ཡ་ད་གཅིག་གི།

ག་དུས་ཡིན་ན་ཡང་སྒོམ་རྒྱབ་ཆོག་ཡོད་རེད་ག་པ་ཡིན་ན་ཡང་སྒོམ་རྒྱབ་ཆོག་ཡོད་རེད་ཡུལ་གང་ནའང་མཉམ་དུ་སྒོམ་རྒྱབ་ཆོག་ཡོད་རེད་གསུངས་པ་རེད། དེ་ནི་ཡུན་ཐུང་ཐུང་མ་གཏོགས་སྒོམ་དགོས་མ་རེད་དཔེར་ན་ཨོ་མ་ན་པེ་བྷ་ཧོང་སི་ཡིད་བཟླས་བྱས་པ་ཡིན་ན། མ་ནི་ཚར་གཅིག་གཉིས་སེམས་ནང་ལ་ཡག་གོམས་པ་འགྱམ་དྲུག་གི་དྲུག་གིས་སྒོམ་ཆོག་དོ་ཨ་ཁ་ལག་ཟ་གི་ཟ་གིས་སྒོམ་ཆོག་དོ་ཨ། ཨ་འདས་ན་ཅིག་དབུགས་ཡང་གཅིག་པ་རེད་དབུགས་ལ་ཡ།

ད་ལྟ་དེ་ནུབ་ཀྱི་རེད་ཟེར་འོང་དུས་བོད་ཁོང་ཐག་གྲགས་ཀྱི་རེད་དེ་ཡིན་དུས་ད་ང་རང་ཚོ་གི་ངའི་རློམ་པ་ཆོས་དང་རིག་གཞུང་ཆ་ཚང་བོད་ཀྱི་བོད་སྐད་རྒྱག་གི་ཡོད་རེད་ཨ་ནི་ཆོས་བོད་ནང་པ་ཚང་གྱི་བའི་ཆོས་རེད་དེ་ཡིན་དུས་ང་ཚོ་རློམ་པ་དེ་ལབ་གི་རེད་ཆོས་དགེ་བ་ཁ་ཤོར་ལག་ཤོར་རེད་ཆོས་དང་འགལ་བ་ཟེར་དུས།

ལག་ཤོ་རེ་ལས་རེ་དང་མི་ཚང་མས་ཀྱི་མིག་སེར་དང་དེ་འཛམ་བུ་གླིང་དུས་བྲེལ་བ་ཚ་པོ་གྱི་འཛམ་བུ་གླིང་འདི་ནང་དང་འདི་སེམས་ཀྱི་གཏིང་ལ་བཞག་ཅིང་ཨ་ནི་ངེད་ཅིག་ཉིན་མོ་གཉིས་རེ་ཐང་ད་ཚའི་ཐུག་ཐུག་གནང་དགོས་རེད་དངོས་གནས་གལ་ཆེན་པོ་གསུངས་སོང་ཨ་འདི་ནས་དེའི་རྗེས་ལ་ཡང་གཅིག་གིས་དེ་གསུངས་ཤག་ད་ལྟ་ད་མི་མང་པོ་བཞུགས་རྗེས་ད་སོ་སོ་མིག་སེར་གྱི་ད་ནུབ་ཕྱོགས་ལུང་པ་དང་འདི་ཚོའི་ནང་ད་ལས་ཀ་བྲེལ་བ་ཚ་པོ་བཞུགས་བཞིན་འདུག་ཟེར་མ་ད་ང་ཚོ་གི་བོད་པའི་གི་ཆོས་དང་རིག་གཞུང་རེད་མིག་སེར་ནང་བཅུད་དང་འདི་ཚོ་ཉམས་ལེན་བྱེད་ཡས་ལ་ཨ་ནི་ཅིག་གོ་སྐབས་དང་ཡང་འཕྲད་བཞིན་པའི་དཀའ་ཉེན་དཔེ་ཆེ་ཆེ་ན་ཡང་གཅིག་དེའི་ནང་དོན་ལ་གཅིག་གྱུར་དང་དེ་འདྲས་མ་འདང་ཡང་གྲོང་སོའི་ཡང་དེ་འདྲས་ཀྱི་གཅིག་ཕྱི་དངོས་པོའི་མཐུན་རྐྱེན་དང་ཡང་ནང་སེམས་ཀྱི་གཅིག་གྱུར་རོ། དེ་འདྲས་ཀྱི་ཡང་གཅིག་གོ་སྐབས་དང་ཡང་འཕྲད་པའི་དཀའ་ཉེན་དེ་འདྲས་ག་རེ་རེད་གསུངས་བྱ། ཞེ་སྡང་དང་ནང་ཆོས་ལ་ནང་ཆོས་ཟེར་དུས་སྙིང་པོ་ཚུར་བསྡུས་ན་ཚིག་གསུམ་ལ་བསྡུ་ཆོག་ཡ་ངོ་བོ་དེ། ཚིག་མ་རྒྱས་ན་བརྒྱད་ཁྲི་བཞི་སྟོང་ཟེར། ད་ནི་དཔེ་མི་གཟིགས་རྒྱ་ཆེན་པོ་དཔེར་ན་ང་རང་ཚོ། གོམ་པ་གྲྭ་ཚང་འདི་ཚོ་ལ། བཤད་གྲྭ་དང། ཕྱག་དཔེ་ཟེར་མཁན་འདི་ཚོ་ལོ་བཅོ་བརྒྱད་བཅུ་དགུ་ཉི་ཤུ་དེ་འདྲ་གཟིགས་ན་ཡང་ད་ཡས་ཡོད་པ། ལོ་གསུམ་ཐ་མ་མཚམས་འདི་ནས་ཉམས་ལེན་བྱས་ན་ཡང་བྱས་ཡོད་པ། ཡང། སྙིང་པོ་ཅིག་བསྡུས་པ་ཡིན་ན་དཔེར་ན་ང་ཚོ། མན་ངག་གི་ལུགས་དང་གདམས་ངག་གི་ལུགས་དང། རི་ཁྲོད་པའི་ལུགས་དང། ཨ་ནི། ཁྱིམ་པའི་ལུགས་དང། དེ་ནས། སྟོང་ལྡན་རྒྱལ་པོ་ལ་རྒྱལ་མོས་གདམས་ངག་ཟེར་དགོས་ངེས། བོད་ལུང་པ་མང་པོ་ཞིག་ལ་ཡང་སྤོ་མོ་ཡི་གེ་ཀློག་མི་ཤེས་མཁན་དེ་འདྲ་གི་ཡང་ནང་ཆོས་ལ་ཉམས་ལེན་བྱས་ཡོད། ནང་ཆོས་ཀྱི་སྙིང་པོ་གདམས་ངག་ཟེར་དུས་ཆོས་ཆ་ཚང་གི་རྩ་བ་གདམས་ངག་དེ་ཨ་ནི་ཚིག་ཟིན་པ་འདུག་ཡོད་རེད་གསུངས་སྐྱབས་འགྲོ་དང་སེམས་བསྐྱེད་ཨ་ནི་དངོས་གཞི་སེམས་མ་ཡེངས་པ་བྱས་ནས་འོ་ན། ཞི་གནས་དང་ལྷག་མཐོང་སྒོམ་པས་ཨ་ནི་བྱས་ལ། བསྔོ་བ་དང་སྨོན་ལམ་དགེ་བསྔོའི་རྗེས་སུ་ཕུན་སུམ་ནང་ནས་འདུག་ཡོད་རེད། དེ་ཡིན་དུས་ད་དེ་འདྲའི་ཐོག་ནས་བཀའ་ཆོས་དེ་ཚོ་ཕན་ན་གོང་ས་སྐྱབས་མགོན་ཆེན་པོ་གི་ནམ་རྒྱུན་ཕྱག་དེབ་དང། ཨ་ནི། མང་ཚོགས་ཡོངས་གྲགས་གསུང་བཤད་པ་ཕན་ན་བྱམས་པ་དང་སྙིང་རྗེ་བྱང་ཆུབ་སེམས་དང་གཏོང་མ་གཉིས་ཀྱི་ལྟ་བ་ད་སྤུ་ཙུར་འདོར་འདོད་ན། བྱམས་པ་དང་སྙིང་རྗེ་བྱང་ཆུབ་སེམས་དང་ཨ་ནི་སྟོང་ཉིད་རྟོགས་པའི་ཤེས་རབ་འདི་གཉིས་འདུག་ཡོད་རེད། དེ་ནས། ལམ་སོགས་ནམ་མཁའ་ལ་ཡི་བྱེད་འོད་ནམ་མཁའ་ལ་འཕུར་དུས་གཤོག་པ་གཉིས་ཀྱིས་འོད་རོ་གཅིག་ཤེས་རབ་ཀྱི་ཆ་དེ་ནི་སྟོང་པ་ཉིད་ཀྱི་ལྟ་བ་ཨེམ་གཅིག་དེ་ཐབས་ཀྱི་ཆ་བཟུང་བ་ལས་དེ་བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་འདི་གཉིས་དེ་ཡང་གོ་བོ་ཆགས་གོ་བ་ཡིན་ན་ཡང་ཆོས་ཐམས་ཅད་ཀྱི་སྙིང་པོ་དེ་ཡང་ཧ་གོ་འགྲོ་གི་རེད། དེ་ཡིན་དུས་དེ་ཅི་གང་ལ་གང་འཚམ་དེ་ནི་ནང་ཆོས་བྱང་ཡིག་དོ་སྣང་ཡོད་ན་དེ་ནི་དཀའ་ངལ་ག་འགའ་སེལ་ཐུབ་ཀྱི་རེད་དྲན་དགོས།

གཉིད་ཁུག་ཁུག་འགྲོ་བསམ་ན་ག་རེ་བྱ་དགོས་སམ་གཉིད་བརླག་འགྲོ་བ་རེད། དེ་ཡིན་དུས། ད་སེམས་གཏེའུ་སྨྱོན་པ་འདྲ་བོ་དེས་ནམ་རྒྱུན་ག་རེ་བྱེད་དགོས་རེད་ཟེར་ན། ང་རང་འདོད་པ་དེ་ལྡོག་ཕྱོགས་བྱེད་ཀྱི་ཡོད། ང་མོ་དགོས་བསམ་ན་ཚུར་དྲན་ཡོང་གི་རེད། ང་དྲན་དགོས་ཀྱི་འདུག་བསམ་ན་དྲན་རོགས་བྱེད་ཀྱི་མ་རེད། ད་ནི་ཡིག་རྩིས་བཏང་གི་རེད། ཨ་སྔོན་མ་ཡིག་རྩིས་གང་ག་སྦྱངས། ད་ལྟའི་ཨ་ད་ལན་ངས་ཡིག་རྩིས་ཡག་པོ་ཞིག་བཏང་གི་ཡིན་བསམ་ནས་ཡིག་རྩིས་བཏང་ས་གི་དེ་འཛིན་ཁང་ནང་ལ་ཡང་སླེབས་པ་དང་མཉམ་དུ་ཨ་ནེ་ང་རང་ཀླད་པ་ཕྱེད་ཀ་སྟོང་པ་ཆགས་འགྲོ། ཨ་ནེ་ད་ཡིག་ཚད་འདི་གི་ལན་འདི་ཅིག་དྲི་བ་འདི་ཅིག་བཏང་འོང་ད་ལན་རྒྱབ་ཆོག་ས་རེད་འདུག་འདི་ངས་སྔོན་མ་སྦྱངས་མྱོང། དེ་ཨ་ཕས་ལན་ག་རེ་ཞུས་ད་དྲན་དགོས་ཀྱི་འདུག་བསམ་གཅིག་ཤུགས་བརྒྱབ་སྟེ་དྲན་རོགས་བྱེད་ཀྱི་མ་རེད། ད་ཡིག་ཚད་བཏང་ཡས་ཀྱི་དུས་ཚོད་དུ་རྫོགས་ཚར་ནས་ཨ་འདི་གི་ཡིག་ཚད་བཏང་ས་འདི་གི། ང་ནི་ཕྱི་ལོག་ནི་མ། སྒོ་རྩར་ནི་མ་དེ་འོང་དུས་ཡང་དྲན་གྱི་ཡོད། དེ་ཡིན་དུས་ད་སེམས་སྤྲེའུ་སྨྱོན་པ་འདྲ་བོ་ཟེར་དུས་སེམས་ཟེར་མཁན་འདི། དཔེར་ན། བཞག་དུས། སྡོད་དུ་མི་བཏུབ་པ། བཏང་དུས། འགྲོ་མི་ཐུབ་པ། དེ་ནི་སེམས་བཏང་འགྲོ་བཞག་སྡོད་ལ་རང་དབང་མ་ཐོབ་པ། ཨ་ནི་ཡང་དཔེ་གཞན་དག་ཅིག་ཡོད་རེད། བྱེའུ། ཤིང་ཐོག་ལ་ཡོད་པའི་བྱེའུ་ནང་བྱེའུ་བྱེའུ་བྱུང་བྱུང། ཤིང་ཐོག་ཤིང་ནོར་ང་ལ་བབས་དུས་ཁོ། དལ་དལ་དུ་ཡང་མི་ནང་མཆོངས། ཡང་ཕ་གའི་ཡལ་ག་སྟེང་ལ་ཤོར་ཤར་ལྷོ་ནུབ་ལྗང་ཁུ་ཀ་ནས་འདེགས་མར་བ་དེ་ནང་གི་སེམས་དེ། འདྲ་མི་འདྲ་མི་དྲན་དགུ་དྲན་དྲན། མི་བསམ་དགུ་བསམ་བསམ་བྱེད་ལོ་ཟླ། པད་མའི་གསེར་གྱི། སྤྱོད་བྱུང་བྱུང། ནུས་པ་མི་ངན་ཅོ་རེ། དེ་ལ་ཡ།

ཨ་ནི་སེམས་སྤྲེའུ་སྨྱོན་པ་དེ་ཡང་རང་བཞིན་ཞི་བ་ཆགས་འགྲོ་གི་རེད་གསུངས་བ། དེ་ནི་ང་གི་ལས་ཀ་སྤྲད་ཐུབ་པ་ཡིན་ན། དཔོན་པོ་དེ་སུ་ཆགས་ཀྱི་ཟེར་ན་ང་རང་དཔོན་པོ་ཆགས་ཀྱི་རེད་བ། ངས་མི་གཅིག་ལ་ལས་ཀ་སྤྲད་ཐུབ་ན། ཨ་ནི་འདི་གི་འགོ་དཔོན་དེ་ང་རང་ཆགས་ཀྱི་རེད་བ། འགོ་དེ་ནང་བཞིན་དུ། སེམས་སྤྲེའུ་སྨྱོན་པ་ལ་ཁྱེད་རང་ལས་ཀ་ཅིག་སྤྲད་ཐུབ་པ་ཡིན་ན་སྤྲེའུ་སྨྱོན་པ་སེམས་སྤྲེའུ་སྨྱོན་པ་དེ་ཡང་དགའ་འགྲོ་གི་རེད་སྐར་སེམས་ལས་ཀ་ཐུབ་པ་རེད་བ། ཨ་ནི་དངོས་གནས་ཀྱི་དཔོན་པོ་དེ་སུ་ཆགས་བ་ཟེར་ན་ང་རང་ཆགས་ཀྱི་ཡོད་རེད།

ཐོག་ལ་ཡང། ཤེས་རབ་དང། ཨ་ནི་ནུས་པ་དང། ལས་ཀ་དེ་ཡང་དཔེ་ཡག་པོ་སྒྲུབ་ཐུབ་ཀྱི་ཡོད་རེད། དེ་ཡིན་དུས་མི་ཚེ་ཆ་ཚང་ལ་ཡང་ཕན་གྱི་ཡོད་རེད། བླ་སྲོག་རིན་པོ་ཆེ་ལ། ཨ་ནི། དེ་དྲན་གསོའི་ནང་སོ་རིན་པོ་ཆེ་གིས་ད་ལྟ་ཀ་རེ། བོད་ལ་རྒྱལ་མགོ་ཨེ་ནས་འདྲ་ད་ཅིག་ལོ་ག་ལ་ག་འཛོམས་སླེ་དུས་ནས་ཀྱི་བེད་ཁོར་ཅིག་རང་བཞིན་གྱིས་ད་ང་ཚོའི་ལོ། སྟོང་བརྒྱ་ཕྲག་མང་པོ་དག་ཅིག་དེ་ལ་སྦྱོང་བརྡར་སྤྲད་ཀྱི་འདུག་ཅིག་ཏིག་ཟེར་ལོ་ཡར་སླེབས་ནས་ཨང་ཚང་མ་ཕྲན་གོ་ཟེར་མ་ནི་བགྲང་ལས་ད་ད་ལྟ་དེ་རིང་རིན་པོ་ཆེ་གིས་དེ་གསུངས་ཡོད་དུས་ད་ཁོ་ཚོས་ཀྱིས་ཨོ་ད་ཅིག་རྒྱུ་མཚན་དང་གནས་ལུགས་དང་དེ་ཚོ་ད་དེ་རེད་ཅིག་ང་རང་སྒེར་རེད་རབ་བཞིན་དེ་ཡིན་ཏག་ཏག་ཅིག་གིས་ཨོ་ད་མི་དེ་ཚོས་དེ་བྱེད་ཡ་རྒྱུ་མཚན་དེ་རེད་ཤག་ཟེར་བས་ཅིག་མགོ་ཚོས་སུ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ད་ད་ལྟ་དེ་དྲི་བ་མཐའ་མ་གཉིས་པ་དེ་ཡིན་ལ་ཨ་ནི། དྲི་བ། ཐ་མ་གཉིས་པ་དེ་ལ་འདི་གསུངས་བྱ་རིན་པོ་ཆེ། ཨ་ནི་རིན་པོ་ཆེའི་ངོས་ནས་ད་ང་ཚོའི་ནང་དུ་གཞོན་སྐྱེས་རྣམ་པ་ཚོ་ལ་ཨ་ནི་འདུག་བྱེད་ཅེས་ལ་བོད་པའི་གཞོན་སྐྱེས་རྣམ་པ་ཚོ་ལ་ཨ་ནི་དེ་གྱིས་ཅིག། སོ་སོའི་གི་ནུས་པ་ལ་གོ Potential འོ་དེ་འདྲས་ཅིག་འགོ་ཚུགས་ཡ་ལ་ཨ་ནི་གཙོ་བོ་གི Message གཙོ་བོ་ག་རེ་ཡོད་གསུངས་བྱ།
ད་གལ་ཆེ་ཤོས་དེ་ཁོ་ཚོ་སྐྱག་མོ་ཆེན་པོ་གསུངས་བ་ནང་བཞིན་རིགས་གཅིག་རྐང་འཛིན་བྱས་ཏེ་དཔེ་གལ་ཆེན་པོ་རེད་རིགས་གཅིག་རྐང་འཛིན་ཟེར་དུས་ཨེན་ཇི་ཀེ་ལ་ཡ། དེ་ནས་སི་པེ་ཤེ་ལིས་བྱས་ནས། ཁྱེད་རང། ག་རེ་ཡིན་ན་ཡང། གང་འཚམ་ཞིག་རེད་དུས་ང་རང་གི། བློ། ཁམས། མོས་པ་དང། བསྟུན་པའི་སྒོ་ནས་ལས་ཀ་ཅིག་བྱེད་དེ་ཡང་ལས་ཀ་ཆེད་ལས་པ་བྱས་ཏེ་དཔེ་གལ་ཆེན་པོ་རེད། ཆེད་ལས་པ་ཞིག་བྱེད་ཐུབ་པ་ཡིན་ན། དཔེ། ནུས་པ་ཆེན་པོ་ཆགས་ཡོད། མི་ཆ་ཚང་ལ་ཡ། ཁམས་མི་འདྲ་བ། རིགས་མ་འདྲ་བ་བློ་མི་འདྲ་བ་མོས་པ་མི་འདྲ་བ་ཡོད་རེད། མི་ཆ་ཚང་གཅིག་པ་མ་རེད་མི་ཆ་ཚང་ཐུན་མོང་མ་ཡིན་པ་ཆོས་རེད། སྤྱི་ཡོངས་ཀྱི་ཆ་ནས་མི་ཆ་ཚང་ལ་ལྷན་སྐྱེས་ཀྱི་ནུས་པ་ལྷན་སྐྱེས་ཀྱི་ཤེས་རབ། ལྷན་སྐྱེས་ཀྱི་སྟོབས་ལྷན་སྐྱེས་ཀྱི་རྩལ། ཆ་ཚང་ལ་ཡོད་རེད་གཅིག་པ་རེད། མི་སུ་ཡིན་ན་ཡང་ལྷན་སྐྱེས་ཀྱི་རྩལ་སྟོབས་ནུས་པ་མེད་པ་སུ་གཅིག་ཡོད་མ་རེད། དེ་ནི་མི་ཆ་ཚང་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་ནང་བཞིན་སེམས་ཅན་ཐམས་ཅད་ཀྱི། ངོ་བོ་ལ་བདེ་བར་གཤེགས་པའི་སྙིང་པོ་ཡོད་རེད་གསུངས་པ་ནང་བཞིན་རིགས་དང་ཁམས་དང། ནུས་པ་དེ་འདྲ་མཉམ་གནས་ཡོད་རེད་གོ་སྐབས་གཅིག་པ་ཡོད་རེད་མི་སུ་ཡིན་ན་གོ་སྐབས་གཅིག་པ་ཡོད། ཡིན་ན་ཡང་ཁ་ཕྱེ་ཞོར་དེ། ང་རང་གིས་གོ་སྐབས་དེ་ཐོག་ལ་ང་རང་བསམ་བློ་བཏང་ནས། དེ་ནས་ཅིག་ཐུན་མོང་མ་ཡིན་པ་ཅིག་ག་རེ་བྱེད་ཡས་འདུག། དེ་ཡང་བྱམས་པ་དང་སྙིང་རྗེ་དང་འབྲེལ་བ་དཔེར་ན། སྤྱི་ཚོགས་ལ་ཕན་ཡས། ཨ་ནི་བོད་ཆོས་དང་རིག་གཞུང་ལ་ཕན་ཡས། འཛམ་བུ་གླིང་སྤྱི་ལ་ཕན་ཡས། ཨ་ནི་གཞན་ལ་ཕན་ན་ང་རང་ལ་རང་ཤུགས་ཀྱི་ཕན་གྱི་རེད་བ། དེ་ཡིན་དུས་ལས་ཀ་འདི་དོན་སྙིང་ལྡན་པ། ནུས་པ་ཡོད་པ་བྱེད་ཅིག། ཐོག་ལ་ཡ་བསམ་བློ་བཏང།

ང་རང་ཁྱིམ་མཚེས་ཀྱིས་མ་བྱེད་ན། ང་དེ་འདྲ་བྱེད་དགོས་དྲན་གི་མ་རེད་ཟེར་ལས་ཀ་གསར་པ་དེ། འོ་དེ་ཡིན་དུས། ཁྱིམ་མཚེའམ། ང་རང་གི་གྲོགས་པོ་གྲོགས་མོའམ། ང་རང་གི། ནང་མི་ལ་ལྟོས་མ་དགོས་པ། རང་སོ་སོ་གི་བསམ་ཤུགས། སེམས་ཀྱི་ཐོག་ནས། སེམས་ཤུགས་བསྐྱེད་ནས། ཨ་ནི་ང་རང་ལ་ལྷན་སྐྱེས་ཀྱི་ནུས་པ་དེ་ཡོད་རེད། ཡིན་ན་ཡང། དེང་དུས་ཀྱི་སྤྱི་ཚོགས་ཀྱི་ལམ་ལུགས་དང་འགྲོ་སྟངས་དང་བསྟུན་པའི་སྒོ་ནས་ཨ་ནེ་ཐུན་མོང་མ་ཡིན་པ་གྱི་ཆེད་ལས་བྱས་ནས་དེ་འདྲ་བྱེད་དགོས་འདུག་བསམ་པ་ཡིན་ན་དཔེ་ནུས་པ་ཆེན་པོ་ཆགས་ཀྱི་རེད་དྲན་འདུག།
དོན་གྱིས་ཆེན་རིན་པོ་ཆེ་ད་ད་ལྟ་དྲི་བ་དེ་ཐ་མ་དེ་ཡིན་ལ། ད་ད་ལྟ་ཐ་མ་གི་དྲི་བ་དེ་ད་ང་ཚོ་གི་བརྟན་བཞུགས་གཞོན་སྐྱེས་ཀྱི་བརྟན་བཞུགས་དེ་འབྲེལ་བ་ཡོད་སོང་ད་གཞོན་སྐྱེས་གཅིག་དེ་གུ་དྲི་བ་བསྐུལ་ན་ཤ་ད་ང་ཚོ་བརྟན་བཞུགས་ཡར་ལ་ཕུལ་བའི་དུས་ཚོད་ལ་ཨང་གཞོན་སྐྱེས་ཚོས་ཀྱི་ཀུན་སློང་ག་འདྲས་ཁེལ་བ་རེད་ཨང་དེ་ནས་ཡང་ད་བརྟན་བཞུགས་དེ་ཡར་ཕུལ་ཚར་ཅན་ད་དེ་ནས་མར་བྲོས་ཅན་ད་སོ་སོ་ཀྱི་ཉི་མ་ཉིན་རེའི་འཚོ་བ་རེད་ད་ལོ་ནས་ཟླ་བ་དང་དེ་འདྲས་དགུ་དུས་ཀུན་སློང་དང་བྱ་སྤྱོད་དང་དེ་འདྲས་ག་ལ་ག་འདྲས་བྱེད་ཅིང་བྱེད་དགོས་རེད་སེང་དཀར་ལོ་ལམ་སྟོན་གྱི་གནང་རོགས་གྱིས་གསུངས་ཤ།

ཨ་ནི་འགྲོ་བ་རིགས་ཀྱི་སེམས་ཅན་ཐམས་ཅད་ལ་ཕན་པ་འཛམ་བུ་གླིང་ལ་ཞི་བདེ་ཡོང་བ། ཨ་ནི་གཅིག་གདན་ཚང་ག་ས་ག་ལ་ཆུ་ལོག་རྒྱ་ཡལ་དགྲ་བོ་དང་ས་འགུལ་ཡང་ཡལ་དང་མེ་ཚི་ཡལ་ལ་སོགས་པ་འབྱུང་བ་ཞིག་གི་གནོད་པ་དེ་ནས་ཡོང་དུ་བ་དེ་ཚོ་ཞི་བ། ཨ་ནི་ནད་ངན་དེ་འདྲས་མ་འབྱུང་བ། ཨ་ནི་མཐར་ཐུག་སེམས་ཅན་ཐམས་ཅད་དེ་ནི་སྟོང་ཉིད་དང་སྙིང་རྗེ་གི་རང་བཞིན་ཅན་གྱི་གནས་ལུགས་དོན་རྟོགས་ནས་སེམས་ཅན་ཐམས

གསོལ་བ་ཡིས་གསོལ་བ་ཟེར་ཏེ་མྱ་ངན་ལས་མི་འདའ་བར་བཞུགས་པར་གསོལ་བ་འདེབས་པ་ཟེར་ནས་གསུངས་ཡོད་རེད། དེ་ནི་བསྟན་བཅོས་ཀྱི་དོན་དང་སྙིང་པོ་དེ་ག་རེ་ཟེར་ན། ད་མྱ་ངན་ལས་མི་འདའ་བ་དེ་ནི། སེམས་ཅན་གྱི་དོན་དུ་གོང་ས་སྐྱབས་མགོན་ཆེན་པོ་སྐུ་ཚེ་ཞབས་པད་བརྟན་ནས་ཡུན་རིང་པོ་བྱས་ནས་ང་ཚོའི་དོན་ལ་བཞུགས་རོགས་བྱས་ཟེར་ནས་ཞུ་དགོས་རེད། ད་དེ་བསྐུར་ཞིང། དེ་མྱ་ངན་ལས་མི་འདའ་བར་བཞུགས་པར་གསོལ་བ་འདེབས་པ། འདི་བསོད་ནམས་ཀྱི་ཚོགས་བསགས་ཀྱི་ཡོད་རེད།

འཛམ་བུ་གླིང་ཞི་བདེ་ཡོང་བ། མཐར་ཐུག་སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་ཐོབ་པའི་ཆེད་དུ་བསྔོ་བ་དང་སྨོན་ལམ་བྱེད། འོ་དེ་འདྲ་བྱས་ནས། ད་སྦྱོར་བ་དང་པོ། བྱང་ཆུབ་སེམས་བསྐྱེད། དངོས་གཞི། མྱ་ངན་ལས་མི་འདའ་བར་བཞུགས་པ་གསོལ་བ་བཏབ་པ། འཇུག་ལ། བསྔོ་བ་དང་སྨོན་ལམ་འདི་འདྲའི་གསུམ་གྱིས་འོ་ན་གནང་ཐུབ་ན། ཨ་ནི་དཔལ་མི་བཟད་ཕན་འདོགས་ཆེན་པོར།
རིན་པོ་ཆེའི་སྙིང་ཐག་པ་དེ་ཐུགས་རྗེ་ཆེ་ད་རིན་པོ་ཆེའི་མཛད་འཕྲིན་འདི་འདྲའི་རྒྱས་པོ་ལ་ཨ་ནི་དམིགས་བསལ་ད་རིང་ང་ཚོ་ལ་ད་ཆུ་ཚོད་གཅིག་ལྷག་ཟེར་དུས་ཚོད་གནང་ཐུབ་པ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན། ཨ་ནི་ད་ད་ལྟ་མཐའ་མ་ཐ་མ་དེར་དེ་ཡང་བསྐྱར་གསལ་བསྒྲགས་ཞུ་ཆོག་པ་བྱས་ད་ང་ཚོའི་གི་ད་ད་གཞོན་སྐྱེས་ཀྱི་བརྟན་བཞུགས་ད་ལོ་རྒྱུས་རང་བཞིན་གྱི་དེ་ཨ་ནི་སང་ཉིན་གནང་གཉིས་ཀ་ཚེ་དཔག་སྔགས་ཀྱི་གོང་མ་དུ་འདུག་བྱས་རྗེས་ད་ང་ཚོས་ད་དུང་ཐོ་འགོད་བྱས་ཡོད་ཨ་ནི་དེ་ལ་འཛམ་བུ་གླིང་གི་ས་ཕྱོགས་ག་ས་ག་ནས་ཨ་ནི། ཆོལ་ཁ་ཁྱད་མེད་གྲུབ་མཐའ་རིས་མེད་ལྟ་བུའི་བོད་ཀྱི་ན་གཞོན་སྐྱེས་ཕོ་མོ་ག་འདྲ་ཞིག་ཡིན་པ་ནས་ཨ་ནི་ཐོ་རྒོད་གནང་ཆོག་གི་ཡོད་པ་ཁྱེད་རྣམ་པ་ཚོས་ཐོ་རྒོད་གང་མང་གནང་གྲོགས་གནང་བྱེད་ཅིག་ཨ་ནི་ང་ཚོའི་ལོ་རྒྱུས་ཀྱི་ལྟ་དེ་གི་ཅིག་རང་བཞིན་གྱི་ལས་ཀ་དེ་ང་ཚོ་ཚང་མ་མཉམ་དུ་བྱེད་ཅིག་ཤུགས་རྒྱག་གོ་ཅན་ཞུ་ཡས་ཨ་རིན་པོ་ཆེ་ལ་ཨ་ནི་ང་ཚོའི་གི་དྲ་ཐོག་ཡིན་ནས་རེད་ས་གནས་ཁག་ལ་ཕེབས་ཡས་གི་ཅིག་སློབ་གྲྭ་རེའི་མི་སྒེར་ཡི་དམིགས་བསལ་གྱིས་ང་ཚོ་རྒྱལ་སྤྱིའི་བོད་ཀྱི་ཞིབ་འཇུག་བརྟན་བཞུགས་ཀྱི་དང་ན་གཞོན་དུས་སྟོན་གྱི་གོ་སྒྲིག་ཚོགས་མི་ཡོངས་ནས་ཨ་རིན་པོ་ཆེ་ལ་གོ་སྲུང་གུས་པས་ཀྱི་ཐུགས་རྗེ་ཆེ་ཞུ་ཡན་ལ། ཐུགས་རྗེ།
ཐུགས་རྗེ་ཆེ།